ད་ད་རིང་དངོས་གནས་ང་རང་འདྲ་བོ་ཆ་ཤ་བ་ཡིན་ན་དངོས་གནས་ཡིད་དགའ་དགོས་ཡ་གནས་ཚུལ་འདྲ་བོ་ཅི་རེད་ཤག་ཨ་ནི་ད་ཕལ་ཆེན་ངེད་ཀྱི་བརྙན་ཐུང་དུས་རྒྱུན་དུ་ཟིན་མྱོང་མཁན་དེ་འདྲ་ཡིན་ན་མང་ཆེ་མཁྱེན་གི་རེད་ད་ཁ་སིན་ན་ད་ལྟ་ངེད་ཀྱི་བསྟན་འཛིན་ཉི་འབུམ་གྱི་གནས་ཚུལ་གཅིག་ལ་ལག་པ་འཆང་ཡིན་རུང་ཨ་དེ་ལག་པ་འཆང་དགོས་ཡའི་རྒྱུ་མཚན་དེ་ངས་བརྙན་ཐུང་དང་པོ་ཁོ་རང་ནས་ངའི་རྣམ་པ་ཚོ་ལ་གསལ་བཤད་མང་ཞུས་ཚར་ཡིན་ད་ལན་ངའི་བརྙན་ཐུང་འདི་ལག་པ་འཆང་དགོས་ཡའི་དེ་གཅིག་ཨ་བསྟན་འཛིན་ཉི་འབུམ་ལ་དམིགས་བསལ་གྱི་འབྲེལ་བ་དང་དེ་འབྲེལ་དང་ཡང་ན་ཅིག་ཕ་གའི་བོད་རིགས་སྤྱི་མཐུན་ཚོགས་པ་ནང་ལོགས་ལ་ཡ་ཅིག་ཕྱག་ལས་གནང་ངེས། གང་ཟག་སུ་གཅིག་ལ་འབྲེལ་བ་དེ་འདྲ་གལ་མེད། ཡིན་ཡང་ད་ལིན་ཁོ་རང་གི་གནས་ཚུལ་དེ་འདྲས་ཅིག་མཐོང་འདུག་ཙང་པ་ལ་དངོས་གནས་ད་ལན་གནས་ཚུལ་དེ་ལ་དྲང་པོ་བྱེད་མི་འདུག་བ། དེ་ལ་དྲང་བདེན་ལ་རྒྱབ་སྐྱོར་ཅིག་དགོས་འདུག་བ་བསམ་བྱེད་ནས་དེ་རྒྱབ་ལོགས་ད་ལྟ་བར་དུ་ང་ལང་ནས་བསྡད་ཡིན་ལ་ནི་ཞུ་ཡས་ཡིན་ད་ད་ལན་མཐའ་དོན་དེ་ལ་ཡ་ཨ་ནི་ཅིག་གི། བསྟན་འཛིན་ཉི་འབུམ་ཁོ་རང་གིས་བརྙན་ཐུང་ནང་ལོགས་ལ་ད་ག་རང་ཞུས་ཡོད་རེད། ཨ། ང་ལ། དམིགས་བསལ། བཞུགས་བཞུགས་ཁོ་གིས་དེ་རྙོག་དྲ་བཟོས་དེ་འདྲས་བྱས་མེད། གཙོ་བོ་ག་རེ་ལ་ན། ད་ལན། པི་ཏང་དེ་ཨ་ནི་ཅིག་གི་དྲང་པོ་བྱེད་མ་སོང། ཁོ་ཕྱག་ལས་ནི་མ་པི་ཏུ་ཙམ་པ་ལ་རྒྱུན་ལས་ལྟ་ཚོགས་གཙོ་གཙོས་པའི་རྒྱུན་ལས་སོགས་ཀྱི་དྲང་པོ་བྱེད་མ་སོང། སོང་ཙང། དེ་ལ་དྲང་དྲང་པོ་ལ། དྲང་བདེན་གྱི་མགོ་ཡོད་ཟེར་ནས་རྒྱུ་མཚན་འདི་ག་ལ་ཨེ་ཁོ་རང་ཚར་གཉིས་རེ་གསུམ་རེ་གྱི་ཐད་གཏོང་འགྲོ་བྱས་ན་ད་མི་མང་པོ་གི་བཟི་ཡོད་རེད་བེ་ཅིན་ཐད་གཏོང་འགྲོ་བྱས་ན་ཨེ་ནི་གྲུབ་འབྲས་གང་ཡང་མ་ཐོན་དུ་བརྩམས་པ་ལ་མཐའ་དོན་ཨེ་ནི་ཁོ་རང་གི་ཕ་གའི་ད་ཁྲིམས་ཁང་ལ་ཁོ་རང་འགྲོ་ཡས་ཀྱི་ཆ་ཚང་འདྲ་བོ་ཞིག་གྲ་སྒྲིག་བྱས་གཏན་འཁེལ་བྱས་ནས་ཁོ་རང་གི་ཡིག་ཆ་དེ་ཚོ་པོ་ར་གྲ་སྒྲིག་ཡོད་ལ་ནི་ཆ་ཚང་འདྲ་བོ་ཞིག་ད་ད་ཐད་གཏོང་མཐའ་མ་དེ་ནང་ལ་ཁོ་རང་གི་ཆ་ཚང་མ་གསུངས་ཡོད་རེད་བ་རྣམ་པ་ཚོ་ཆ་ཚང་གི་བཟི་ཡོད་རེད་ད་ཨེ་ནི་ཁོ་རང་གི་གལ་སྲིད། ད་ལན། ནིའུ་ཡོག་དང་ནིའུ་ཇར་སི་སྐབས་བཅུ་དགུ་པའི་གི་ཚོགས་གཙོ་གཙོས་པའི་རྒྱུན་ལས་ཚང་མ་ངོས་ནས། ནི་ཅིག་ལས་ཤོག་གང་ལ། ནི་ཅིག་རྒྱུན་ལས་ཆ་ཚང་གི་ས་ཡིག་སྐྱོན་བྱས་ནས་ང་ལ་དགོངས་པ་ཅིག་འདི་ཞུས་ན། ཡག་པོ་ཡོད་རེད། འདི་མ་ཞུས་པ་ཡིན་ན་ཁོ་རང་ཕ་གའི་ཁྲིམས་ཁང་ལ་འགྲོ་གི་ཡིན་ཟེར་ནས་གནས་ཚུལ་འདི་གསལ་པོ་གསུངས་ཡོད་རེད་འདི་རྣམ་པ་ཚོ་མང་པོ་ཅིག་མཁྱེན་དགོས་རོ། ད་ད་ལན། ཁོ་རང་ལ་དངོས་གནས་དང་པོ་ལ་དྲང་བདེན་ཡོད་པའི་གི་རྣམ་པ་མཚོན་གྱི་ཡོད་པ་དེ་གསལ་བོ་ཞིའོ་ཡོད་ཙང་ཨན་ད་ལན་རྣམ་པ་ཚོ་གི་ད་དྲ་རྒྱ་ཐོ་ནས་རྣམ་པ་ཚོ་གི་བཟི་ཡོད་རེད་བརྙན་པར་དེ་འདྲས་བཟི་ཡོད་རེད་ངོ་དེབ་ནང་ལ་ཨན་ད་ལན་སྐབས་བཅུ་དགུ་པའི་གི་ཨ་ནི་ཚོགས་གཙོ་གཙོས་པའི་རྒྱུན་ལས་ཆ་ཚང་ཨན་འདུག་ཁོ་རང་ཚོ་སྤྱི་ཁང་ནང་ལ་འཛོམས་བྱས་ཨ་ནི་བསྟན་འཛིན་ཉི་འབུམ་ལི་ཡ་མཇལ་དར་ཕུད་ཨ་ནི། ལག་པ་བཏང་བྱས་ནས་ནི་ཉན་པར་འདི་ཚོ་བཟི་ཡོད་རེད་དེ་མ་ཡིན་པའི་གི་ནི་ད་ལྟ་ཁོ་རང་ཚོ་རང་གི་ད་ལྟ་དེ་ལས་ཤོག་ག་ལ་ཡ་ནི་གང་ལྟ་ཡི་གི་ཆུན་ཆུན་ཞིག་བྲིས་བྱས་ནས་ནི་ཁོ་རང་ལ་ཡ་གནས་ཚུལ་ཁོ་རང་གཉིས་པ་ར་ལ་ད་གནས་ཚུལ་ནང་བྲིས་ཆ་རེད་ལ་ནི་ནི་གནས་ཚུལ་དེ་འདྲས་ཅིག་འདི་ནང་ལོག་ལ་འཁོད་ཤག་ར་བ་དེ་ལས་ཤོག་ག་ལ་ཤུ་གུ་བྲིས་ཁྱོ་ཡི་གི་དེ་ངས་དེའི་རྣམ་པ་ཚོ་དེ་ཟུར་ལ་བཞག་གོ་དེ་བཟི་ད་ར་བ། དེའི་ནང་ལོག་ལ་བརྗོད་བྱ་ག་རེ་བྲིས་ཤག་ལ་བ་ཡིན་ན་ངའི་རྣ་བུག་ཚ་འདི་མ་སྦྱར་ལོ་བྱས་ནས་ཀློག་ཆོག་ག་ཅེས་རེ་བ། འདི་ནང་ལ་འདི་བྲིས་བཞག། ནིའུ་ཡོག་དང་ནིའུ་ཇར་སི། བོད་རིགས་སྤྱི་མཐུན་ཚོགས་པའི་སྐབས་བཅུ་དགུ་པའི་རྒྱུན་ལས་རྣམས་དང་བསྟན་འཛིན་ཉི་འབུམ་བར་གྱི་གནད་དོན་ཚང་མ། སྤྱི་པའི་ཁེ་ཕན་ལས་ཐག་གཅོད་བྱུང་ཟིན། ད་ནས་དེའི་སྐོར་ད་ནས་བཟུང་ཕྱོགས་གཉིས་ཀའི་གླེང་མོལ་མི་བྱེད་པར་མོས་མཐུན་བྱས་པ་ཡིན། ད་འདི་ན་གཙོ་བོ་ག་རེ་ལབ་པ་ཡིན་ན་གཙོ་བོ་ད་ག་རང་རེད་བཞག་ད་འདི། སྤྱི་བེད་ཀྱི་ཁེ་ཕན་ཆེད་དུ་ལ་ཡ། སྤྱི་བེད་ཀྱི་ཁེ་ཕན་ཆེད་དུ་ལ་ཡ་ནི་ཁོ་རང་གཉིས་ཀ་ནང་འགྲིག་བྱེད་ཡིན། ད་ཁོ་རང་གཉིས་ཀ་ལ་ན་ཁེན་གི་རོ་ད་བསྟན་འཛིན་ཉི་འབུམ་ད་ནི་སྐབས་བཅུ་དགུ་པའི་གི་རྒྱུ་ལས་རྩོད་པའི་གི་ད། ཚོགས་གཙོ་གཙོས་པའི་རྒྱུན་ལས་ཚང་མ་ཁོ་རང་ཚོ་ནང་ལོག་ནང་འདྲི་བྱེད་ཡིན། ཨེ་ན་ད་ནས་བཟུང་ནས་གནས་ཚུལ་དེའི་སྐོར་ལ་ཡ་བསྙད་མ་ག་རེ་བྱུང་ཚ་རྒྱུ་ད་དེ་ཚོ་བྱུང་ཚ་རྒྱུ་ད་ཚ་ཚ་རྒྱུ་དེ་ཚོ་སྐོར་ལ་གླེང་སློང་བཅས་བྱེད་ཆོག་མེད་ལ་ཤ་འདི་ཐོག་ལ་གནས་ཚུལ་སྐོར་སྐད་ཆ་བཤད་ཆོག་མེད་ལ་ནས་བྲིས་ཤ་ཨེ་ན་ཁོ་རང་ཚོ་གི་ཚོགས་གཙོ་ད་རྒྱུན་ལས་ཆ་ཚང་གི་དེ་རྣམ་པ་ཚོ་གཟིགས་ད་དེ་ཚང་མ་གི་ས་ཡིག་སྐྱོན་ཅན་ཚང་མ་དུ་བ་དེ་གཅིག་ཞུ་ཡས་ཡིན་ད་འདི་ཨེ་བསྟན་འཛིན་ཉི་འབུམ་གི་ཁོ་རང་གི་ཨེ་མངོན་འདོདའམ་འདོད་པ་ཡོད་པ་གཞི་བཟུང་ཨན་ད་ལན་ཁོ་རང་ལ་ནི་དྲང་པོ་ལ་དྲང་བདེན་ཐོབ་རེད་ལ་ནི་ཞུས་ཨིན་ཁོ་རང་གིས་ད་ག་རང་གསུངས་སོ་ཨ། ཁོ་རང་དྲང་པོ་ཡིན་ང་དྲང་པོ་ཡིན་ཨ་ནི། ང་ལ་དྲང་པོ་ལ་པི་བཏང་དེ་འགྲིག་མ་སོང་ད་ད་ལན་དངོས་གནས་ཁོ་རང་ཚོ་སྐབས་བཅུ་དགུ་པའི་སྔོན་ནས་ཁོ་རང་ཚོ་ནོ་བེལ་གྱི་ཨ་ནི། ཁོ་རང་ཚོ་དེ་བསྟན་འཛིན་ཉི་འབུམ་ལ་མཇལ་དར་ཕུལ་བྱས་ནས་ནང་འདྲི་བྱས་བ་དེ་ལ་ཨན་ད་ལན་ངས་སྐབས་བཅུ་དགུ་པའི་གི་ཚོགས་གཙོ་གཙོས་པའི་རྒྱུན་ལས་ཐུང་མོང་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ན་ལ་ནས་ཞུ་ཡས་ཡིན། རེད། ག་ཅོད་འཚེར་ནའང་ད་ང་རང་ཚོ་བོད་པ་ནང་ཁུ་འཆམ་པོ་བྱེད་ནས་བསྡད་ཡས་རེད་མ་གཏོགས་ཅིག་ཁོ་ང་རང་ཚོ་དགྲ་མ་ར་བ་དེ་སོང་ཙང་ད་ལན་ཐག་ཆོད་དེ་འདྲས་ཅིག་གནང་བ་དེ་ལ་ངའི་སྙིང་ཐག་པ་མཐུ་ཆེ་ཞུ་ཡས་ཡིན་ལྷག་པོར་དུ་ད་མི་མང་ངོས་ནས་རྒྱབ་སྐྱོར་མང་པོ་བྱེད་གནང་ཡོད་རེད་གནང་དངོས་སུ་དོན་མ་ཐུ་བ་ཡིན་ན་ད་རྒྱ་རྒྱུ་ནས་ད་མཆན་བསྐྱོན་ཡས་ཡིན་ན་རེད་ཅིག་བརྙན་ཐུང་གཟི་ཡས་ཡིན་ན་རེད་དེ་འདྲས་ཐོག་ནས་དངོས་ཤུགས་རྒྱུ་གསུམ་ནས་ད་མི་མང་ངོས་ནས་ཧང་སང་ཡང་རྒྱབ་སྐྱོར་གནང་ཡོད་རེད་ཨ་ནི། ལྷག་པར་དུ་ད་ལན་ངེད་ཀྱི་སྐལ་བཟང་ཚེ་རིང་ལགས་ཡིས་ང་རང་སྒེར་གྱི། ཨ་ནི། སྙིང་ཐག་པ་ནས་ཐུགས་རྗེ་ཆེ་ལ་ནི་ཞུ། ག་ཞེ་ན་སྐལ་བཟང་ཚེ་རིང་གིས་དངུལ་གནས་བརྙན་ཐུང་གཉིས་བཟོས་ཡོད་རེད་བརྙན་ཐུང་གཉིས་ཀ་ནང་ལོགས་ལ་དངུལ་གནས་གསུམ། གཅིག། ཕྱོགས་ལྷུང་མེད་པ། བ་ཙཱ་ལ་བ་ཙཱ་ལ་ཞུ་བྱས་ནས་སྐད་ཆ་བཤད་ཡས་དུ་ཟེར་སྐད་ཆ་དེ་ཚོ་དངུལ་གནས་དོན་དང་ལྡན་པ། སྐད་ཆ་རྒྱུ་མཚན་ཡོད་རྒྱུ། དངུལ་གནས་གཅིག་སྤྱི་པ་ལ་ཕན་ཡས། གཅིག། མི་མང་བདེ་འཇགས་བཟོས་ཡས། དེ་འདྲས་ཀྱི་བཀའ་མོལ་གནང་བ་དེ་ལ་སྙིང་ཐག་པ་མཐུ་ཆེ་ལ་ཞུས་ཡིན་མ་འོངས་པ་ང་རང་ཚོ་དངོས་གནས་གཅིག་གི་སྤྱི་པའི་གི་ཐོག་ལ་ཡ་བསམ་བློ་དེ་འདྲས་འཁྱིལ་ཉེན་གྱི་གང་ཟག་མང་ཚོ་ཡོད་ན་དངོས་གནས་ང་ཚོ་སྤྱི་ཚོགས་དེ་ཡར་རྒལ་འགྲོ་གི་རེད་བསམ་གི་འདུག་དེ་གཅིག་ཞུས་གོ་བསམ་སོང་ད་ད་ལན། ད་ལྟ་ངའི་བསྟན་འཛིན་ཉི་འབུམ་ཁོ་རང་གི་ད་ད་ངོ་དེབ་ནང་ལ་ཁོ་རང་གི་ད་ད།

གཙོ་བོ་ད་འདི་རེད་ཤག་ཁོ་རང་གི update དེ་གང་མགྱོགས་མགྱོགས་བྱས་ནི་རྣམ་པ་ཚོ་ལ་ཕུལ་གི་ཡིན་ཟེར་བ་ད་འདི board meeting སྐབས་ལ་འདི་སྐབས་ལ་ཡ་ག་རེ་བྱུང་བ་གནས་ཚུལ་ག་རེ་གར་བྱུང་བ་དང་སྐད་ཆ་ག་རེ་གར་བྱུང་ཡོད་བ་ཆ་ཚང་འདྲ་བོ་ཅིག་ཁོ་རང་གི་ཡང་བརྙན་ཐུང་གསར་བ་ཅིག་སྒོ་ནས་ཁྱེད་རང་ཚོ་ལ update སྤྲད་ཀྱི་ཡིན་ལ་ནི་ཞུས་ཤག་ད་སོང་ཙང་ནི་ད་ལན་མཐའ་དོན་ལ་ད་ག་རང་ཞུ་ཡས་ཡིན་ནི། ད་ལན་ང་རང་གིས་བསྟན་འཛིན་ཉི་འབུམ་གྱི་གནས་ཚུལ་དེ་ལག་པ་འཆང་རེད་ལག་པ་འཆང་དགོས་རྒྱུ་མཚན་འཛག་རང་ཡིན་དྲང་བདེན་ཅིག་མཐོང་སོང་དྲང་པོ་ཅིག་མཐོང་ཚ་སོ་སོ་འདི་རྒྱབ་ལ་རྒྱབ་སྐྱོར་བྱེད་ཡིན་རྒྱབ་སྐྱོར་བྱི་བ་ནང་བཞིན་ཁོ་རང་ལ་ཡ་གྲུབ་འབྲས་ཡག་པོ་ཐོན་བྱེད་ནས་ཨ་ནི་ཅིག་ད་ད་ལན་སྤྱི་མཐུན་ཚོགས་པ་དང་ཨ་ནི་ཁོ་རང་གང་ཟག་སྒེར་ཅིག་བར་ནང་འཁྲིས་བྱུང་རེད་ནང་འཁྲིས་བྱུང་བྱེད་ནས་ཨ་ནི་ད་ལན་འདི་དངོས་གནས་ཅིག་ང་རང་ཚོ་ཧ་ཧུ་བྱེད་ནས་ཁོ་རང་ལ་ཡ་ཨ་ནི་ཅིག་གི་སྒྲ་འཁྲུག་པ་མེད་པ་ཁོ་རང་ཚོ་དང་ནམ་རྒྱུན་ནས་ཅིག་གང་ལ་འདུག་བྱེད་ནས་ཨ་ནི་དེའི་རེ་ལ་ནི་ཞུ་ཡས་ཡིན། ཨ་ནི། ད་འདི། དྲ་རྒྱའི་བ་དེ། གནས་ཚུལ་ག་རེ་བྱུང་ཡོད་དམ་མེད་དེ་ཡང་བསྟན་འཛིན་ཉི་འབུམ་ཁོ་རང་གིས་མཇལ་ཡ་ད་ནག་ངོ་དེབ་ལ་གསུང་འདུག་བ་ཁོ་རང་གིས་ཡང་མགྱོགས་བརྙན་ཐུང་ཅིག་ཕུལ་གྱི་ཡིན་དེའི་སྐབས་ལ update ཆ་ཚང་འདྲ་བོ་ཆེ་རྣམ་པ་ཚོ་ལ་ཕུལ་གྱི་ཡིན་ལ་ནི་ཞུས་འདུག་བ། འོ་འདི་ཞུ་ཡས་ཡིན། སོང་ཙང་ད་ད་རེའི་བསྟན་འཛིན་ཉི་འབུམ་གྱི་གནས་ཚུལ་དེ་ཨ་ནི། ད་ག་རང་འཚམས་བཞག་ཡ་ཡིན། ད་གནས་ཚུལ་གཉིས་པ་དེར་བ་ད་ད། ད་ལྟ་ངེད་ཅག་ཡང་ངེད་ཀྱི་ནམ་མཁའི་ནང་མིག་གི་གནས་ཚུལ་ཞིག་མཐོང་ཚུལ། ད་འདི་ཡང་ཧང་སང་ཡན་གྱི་སེམས་པ་སྐྱོ་བོ་དངོས་གནས་གསུམ། གནས་ཚུལ་འདི་ཚོ་གཅིག་གིས་བོད་པའི་སྤྱི་ཚོགས་ནང་ལ་གོ་ཡོང་དུས་ཙམ་པ་ལ་དངོས་གནས་སུ་སེམས་པ་མ་སྐྱིད་པ་ཆགས་ཆགས་འགྲོ་གི་འདུག་ད་ཁ་སང་ང་ད་ལྟ་ད་ལྟ་ཉིན་འབུམ་གྱི་གནས་ཚུལ་འདི་ད་ལྟ་ང་རང་ཚོ་སྤྱི་ཚོགས་ལ་ད་ལྟ་འགྲོ་བཞིན་པ་རེད་ད་ད་ལྟ་འདི་ལྟས་ལྷོད་ལྷོད་འདྲ་བོ་གནས་ཚུལ་ལྟས་གནས་ཚུལ་མ་འཇགས་དུས་ཙམ་པ་ལ་ད་ལྟ་ནམ་མཁའི་ནང་མིག་གི་ད་ལྟ་གནས་ཚུལ་གསར་པ་ཅིག་སླེབས་སོང་བ། ཨ་འདི་ཁ་སང་ང་རང་ཆ་ཚང་འདྲ་བོ་ཞིག་ཁོ་རང་གི་ད་ལྟ་བརྙན་ཐུང་འདི་ལྟ་ཡིན་དངོས་གནས་འདི་ལྟ་དུས་བརྩམས་པ་ལ་སེམས་པ་ཧ་ཅང་སྐྱོ་ཡས་ཀྱི་གནས་ཚུལ་འདི་འདྲ་རེད་ཤག་དང་པོ་ཁོ་རང་ཚོས་ཁོ་རང་གི་ད་ལྟ་སྤིན་རྒྱ་བུ་མོ་ཅུང་ཤོས་དེ་སློབ་གྲྭ་ལ་ཡོད་དུས་བརྩམས་པ་ལ་ཡང་དངོས་གནས་གསུམ་དཀའ་ངལ་མང་པོ་ཞི་བ་ཅིག་འཕྲད་འདུག་ཨ་འདི་ཡས་ཕ་གའི་དཀའ་ངལ་སྤྲད་ངན་ཚང་མ་ཕ་གའི་མགོ་ལ་བསྡད་ངས་ཀྱི་དགེ་རྒན་ལས་བྱེད་དེ་ཚོ་གི་རེད་འདུག་ཨ། དེ་ཚོ་གི་བ་དབྱེ་འབྱེད་བྱས་བྱས་ནས་ད་ནང་པ་ཚོ་མང་པོ་ཅིག་གི་ད་ད་ཁོ་རང་གི། སོ་སོ་གི་ད་ད་བརྙན་ཐུང་ནང་ལ་ཚང་མ་བཤད་ཚར་རེད་ངས་ཆ་ཚང་བཤད་མོ་གོ་བ་བྱེད། ཡིན་ན་ཡང་ད་ངས་རོབ་ཚོ་རོབ་ཅིག་ནང་པ་ཚོར་ཞུ་བྱ་གི་རོགས། ཨ་ནི་བི་ཉག་བུ་མོ་དེ་ལ་བེད་ཁོ་རང། ཡག་མ་ཨ་ནི་ཅིག་གི་དབྱེ་འབྱེད་བྱས་བྱས་ནས་ལས་བྱེད་སྤུ་གུ་དེ་ཚོ་ནང་ལོར་བ་ར་ལ་དབྱེ་བ་བྱས་བྱས་ནས་ཨ་ནི་མོ་རང་ད་སེམས་ཀྱི་དཀའ་ངལ་ག་ཚོད་བཟོས་ཡོད་རེད། ཨན་དེ་མ་ཡིན་པའི་གི་ད་ལྟ་རྣམ་རྒྱལ་ཁོ་རང་གི་ཨམ་ལགས་ལ། ཅིག་བླ་ཆ་དེ་ཚོ་ཏག་ཏག་ཏག་ཏག་མ་ཏྲེ་ཨེ་འདྲ་བོ་ད་བླ་ཆ་ཀ་ཨེ་འདྲ་བོ་ད། དེ་འདྲས་གི་དཀའ་ངལ། ཨན་དེ་པ་ར་ལ་ཁོ་རང་གི་པིང་རྒྱ་བུ་མོ་དེ་ཨེ་ནི་ཅིག། ཀན་སར་ན་ནས། དཀའ་ངལ་དང་དཀའ་ངལ་འོག་ལ་གནས་སྟངས་འུ་ཐུག་པོ་དེ་འདྲས་ཀྱི་འོག་ལ་མནར་བཞིན་པའི་སྐབས་ལ་ཡ་ད་རུང་ཨེ་ནི་ཅིག་གི། དེ་པར་རལ་ཡང་ལས་བྱེད་དེ་ཚོ་དངོས་གནས་བྱས་ན་ད་གནས་སྟངས་དེ་འདྲས་ཡོད་དུས་ཙམ་པ་ལ་ཨ་ཙི་ང་ཚོ་རྒྱ་བོ་རིན་པོ་ཆེ་གསུང་གོ་རེ་ག་དུས་ཡིན་ན་མི་སྐྱོ་པོ་དང་མི་ཉམ་ཐག། མི་གཅིག་དངོས་གནས་གསུམ་རོགས་པ་སྒུག་ངེས་དེ་ཚོ་ལ་ཁ་ཚ་དགོས་གཏུགས་ཀྱི་རོགས་པ་བྱས་ཏེ་གལ་ཆེན་པོ་ཆགས་འགྲོ་གོ་རེ། ད་ཕ་གའི། དངོས་གནས་གསུམ། གོང་ས་མཆོག་བཞུགས་ས་གི་ར་བ་དེ་འདྲས་ཀྱི་ནང་ལ་དཀོན་མཆོག་གསུམ་གནས་ཚུལ་དེ་འབྲེལ་གྱི་ཆ་ཆ་ཚང་རིན་པོ་རྒྱ་བོད་རིན་པོ་ཆེ་གི་བཀའ་སློབ་གསུང་ཆོས་དེ་འབྲེལ་ཉན་དགོས་རེད་བོད་མི་རྩམ་ཟན་གྱི་ཆགས་བསྡད་དགོས་རེད་ད་རུང་ཡིན་ན་ཕ་གི་མགོ་ལ་བསྡད་ངེས་ཅིག་གི་དེ་འདྲའི་དབྱེ་བ་འབྱེད་ཐུ་ཡེ་དེ་ད་ཧང་སང་ཡ་རེད་བསམ་དགོས་འདུག་ངེད་ཀྱི་ཨ་ནེ་སྙིང་རྗེ་མཐའ་དོན་ད་ད་ཁོ་རང་གི་ལག་གི་འདུག་བ། ཁོ་རང་གནས་ཚུལ་ད་འུ་སྟུག་པོ་འདི་འདྲའི་ཆ་ནས་ཁོ་བེད་ཁོ་ན་རྗེས་ལ་ཁོ་རང་ཚོ་གི་ཁྲིམས་འདྲ་བོ་བཟོས་བྱས་ནས་ཁོ་ཕ་གས། མ་སུ་རིག་གི་ཁོ་རང་གི་སློབ་གྲལ་གི་ར་བའི་ནང་ཁོ་རང་ཡོང་མ་ཆོད་དེ་འདྲས་བཟོས་འདུག་བ་ཨ་མ་གཉན་པོ་ཐུག་མ་ཆོད་དེ་འདྲས་ད་དེ་ཚོ་ད་དཔེ་དེ་འཛབ་ཆེན་པོ་ར་བ། ང་ཚོ་རྒྱ་གར་ལུང་པར་བསྡད་ཡོད་ར་དཀོན་མཆོག་སུ་རང་དབང་ལུང་པར་བསྡད་ནས་ཨ་ནི་དེ་ཞེ་བན་གི་དེ་འདྲས་བཀའ་བཏང་བྱས་ནས་དེ་འདྲས་བཟོས་བྱས་ནས་ཕ་ཧང་སང་ཡ་ར་བ་དེ་ཚོ། ད་གནས་ཚུལ་དེ་ཚོ་ཁོ་རང་གི་ཇི་མ་ཇི་བཞིན་མ་ཤེས་པ་ཡིན་ན་ང་ཚོ་མི་མང་ཚོ་མཁྱེན་གྱི་མ་རོ་བ་དེ་ཚོ་ཨ་ནི་ཁོ་རང་གི་གསུང་གོ་དུ་བ་ཁོ་རང་ཁོ་རང་གི་ནང་དེ་ནང་བསྡད་དུས་ཙམ་པ་ལ་ཡ་ཨ་ནི་གཅིག་དངོས་གནས་མཚམས་མཚམས་ལ་རང་ཤི་རྒྱག་པ་མེད་ན་བསམ་བསམ་དེ་འདྲས་ཀྱི་ཚོར་བ་སླེ་གི་འདུག་སླེ་སོང། ད་དེ་ཚོ་ལ་དུས་ཙམ་པ་ལ་མི་འུ་ཐུག་ནས་ད last step འདྲ་བོ་ཆག་གོ་རོ་ད་རང་ཤི་རྒྱག་ཡ་དེ་ཚོ། ད་སོང་ཙང་ད་ད་ལན་ང་རང་གི། ཞུ་བའི་གཙོ་བོ་ད་ག་རང་ཡིན། ཨན་ཅིག་ང་རང་ཚོ་བོད་གཞུང་ངོ་ནས་ཡིན་ནར་ད་ལས་བྱེད་བསྐོ་བཞག་བྱེད་ཡ་ཡིན་ནར་དགེ་རྒན་ཡག་མ་ཅིག། འདེམས་ཐོན་བྱེད་ཡ་ཡིན་ནར་ངེས་པར་དུ། དེ་ལ་ཡ་སྦྱོང་བརྡར་ཡག་པོ་སྤྲད་བྱས་ནས་ཨ་ནི་མི་ག་འདྲས་འདུག་མི་འདུག་དེ་ཚོ་ངེས་པར་དུ་ལྟ་ཡ་གལ་ཆེན་པོ་རེད་ཤག་བསམ་གི་འདུག། གང་ཡིན་ཟེར་ན་དགེ་རྒན་ལ་དུ་བརྩམས་པ་ལ་ཡང་སྤུ་གུག་གིས་མ་འོངས་པ་སྤུ་གུག་གི་མི་ཚེ་བཟོས་ངེས་ཅིག་ཡིན་ལབ་གོ་རོ། ཨ་ནི་སྤུ་གུག་ལ་མི་ཚེ་བཟོས་ངེས་ཅིག་གི་ད་སྤུ་གུ། སོ་སོའི་སྤུ་གུ་དེ་ཡག་པོ་ཆགས་བྱས་ནས་ཨ་ནི་ཕ་ཆུང་ངའི་སྤུ་གུ་དེ་སྡུག་ཅག་བཟོས་བྱས་ནས་ཕ་གི་སྤུ་གུ་དེ་ཕ་གི་སྤུ་གུ་དེ་ལ་བེད་གཉའ་གནོན་བྱས་བསྙབ་བཅོལ་བྱས་ཐོབ་ཐང་ཐོབ་ཐང་ཏག་ཏག་མ་སྤྲད་བྱས་སོང་ན་ཨ་ནི་སོ་སོའི་སྤུ་གུ་ཡར་རྒྱས་ག་བ་ཆགས་ཀྱི་རེད་ད། ཡར་གའི་ཆ་ཡར་གྱི་ལང་ཀ་སྐོར་ཡོད་མ་རེད་ལས་རྒྱུ་འབྲས་ཁོ་རང་གི་དཔེར་འབྲུག་མར་བ་འདི་ད་སོང་ཙང་ངེད་ཀྱི་ད་ད་ལན་འབུད་སྐུལ་གཙོ་བོ་ད་ག་རང་ཡིན་ད་ད་ལན་ཨ་ནི་གནམ་མཁའི་ནང་མི་ལ་དངོས་གནས་ཁོ་རང་ལ་ཡ་ཅིག་དཀའ་ངལ་དངོས་གནས་གནས་ཚུལ་རྫ་དྲག་པོ་འདི་འདྲས་ཅིག་ཁོ་རང་ལོ་ཁ་ཤས་ངེད་ལ་བྱུང་ཤ་ཨ་ནི་ད་ལན་ཁོ་རང་ལ་ཡ་དངོས་གནས་དྲང་བདེན། དགོས་འདི་ལ་ད་ད་ཁོ་རང་ཨ་མ་ད་ད། ད་རུང་ཡིན་ན་ཕ་གལ་ཡ་ཐེག་ཕྱག་ལས་གནང་བསྡད་ཀྱི་ཡོད་ས་རེད། སོང་ཙང། ད་ད་ལན་ང་རང་ཚོ་དྲང་བདེན་ངོས་ནས་དམིགས་བསལ་བྱེད་ཡས་ག་རེ་ཡོད་རེད་ལབ་བ་ཡིན་ན་ཨ་ནི་མགོ་ལ་འདེད་ངེས་ད་ང་རང་ཚོ་ལས་བྱེད་པ་ཡིན་ན་རེད་དམ་ས་ལ་གི་གཞུང་ཁོ་རང་གི་ད་ལྟའི་རྣམ་པ་ཚོ་གི་སྟངས་འཛིན་གནང་དགོས་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་གནས་ཚུལ་འདི་འདྲས་ཅིག་སྤྱི་ཚོགས་ནང་འགྲོ་གི་ཡོད་བ་འདི་ཧ་གོ་ཡས་ད་མཁྱེན་དགོས་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག། ད་ད་ལི་ང་རང་བརྙན་ཐུང་འདི་བརྒྱུད་ལམ་ནས་གར་ཞུས་ཡོན་ལབ་བ་ཡིན་ན་ད་ང་རང་ཚོ་སྤྱི་ཚོགས་དྲ་ལམ་ནང་ལ་རུ་བ་དངུལ་ནས་བརྙན་ཐུང་བཟོས་ངན་མི་ཚང་མ་དགའ་བོ་བྱེད་ངན་དུས་རྒྱུན་རུ་ཅིག་ད་ཚང་མལ་གྱི་ངོ་ཤེས་འདེད་ངན་དྲ་རྒྱ་ནང་ལ་ཅིག་མིང་ཡོད་ངན་དེ་འདྲ་མང་པོ་ཡོད་རེད་ད་ཁོ་ནང་ཚོ་ཚང་མ་ད་ལེན་དངུལ་ནས་གནམ་གནམ་རྒན་ནང་མི་ཆེད་དུ་ལ་ཡ་ཅིག་དངུལ་ནས་ཉུལ་བ་ནུས་པ་མཉམ་སྤུངས་བྱས་བྱས་ནས་དངོས་གནས་གསུམ། ད་ལན་འདི་ཐོག་ལ་ཡ་རྣམ་པ་ཚོ་གི་ཅིག་བརྙན་ཐུང་བཟོས་ཡ་ཡིན་ན་རེད་ད། འདི་ཐོག་ལ་ཡ་ཅིག་རྣམ་པ་ཚོ་ངོ་ནས་ཚིག་གཉིས་མེད་ན་བཤད་ཐུབ་བ་ཡིན་ན་དངོས་གནས་ཏན་ཏན་ད་ལན་འདི་ཁྱབ་ཆེན་པོ་ཞི་བོ་ཅིག་འགྲུག་གི་རེད་བསམ་གི་འདུག་ངེད་ཀྱི་སོང་ཙང་སྤྱི་ཚོགས་དྲ་ལམ་ནང་ལ་བརྙན་ཐུང་ཡག་པོ་བཟོས་ངེས་ད་བརྙན་ཐུང་སྤྱི་དང་ནས་སྐད་གྲགས་ཡོད་ངེས་ད་བརྙན་ཐུང་ལ་ཡ་ནས་ཅིག་གི་ཚོགས་ཞུགས་བྱེད་ངེས་མང་པོ་ཡོད་ངེས་ཚོགས་གི་རྣམ་པ་ཚོ་གི་ཏས་འདི་ཐོག་ལ་ཡ་ཐུགས་ཁུར་བཞེས་བྱེད་ནས་ངེས་པར་དུ་གནས་ཚུལ་འདི་ཚོ་ཏས་བྱེད་ཅིག་ང་རང་ཚོ་བོད་པའི་བཙན་བྱོལ་སྤྱི་ཚོགས་ནང་ལ་ཁྱབ་སྤེལ་གང་མང་བྱེད་ཐུབ་བ་ཡིན་ན་ང་རང་ཚོ་མགོ་བདེ་ངེས། དངོས་གནས། ཚོགས་ཀྱིས་བལྟས་ཚེ་གནས་ཚུལ་འདི་ཚོ་མཐོང་བ་ཡིན་ན་ཏན་ཏན་འདི་ཐོག་ལ་ཡ་གཅིག་གོམ་པ་སྤོས་ཆེད་འདི་ཐོག་ལ་བསམ་ཤེས་བྱེད་ཡས་དང་འདི་ཐོག་ལ་གཅིག་མ་འོངས་པ་འདི་འདྲས་ད་ལན་གནམ་རྒན་ནང་མི་ལ་བྱུང་བ་ནང་བཞིན་མ་འོངས་པ་འདི་འདྲས་མ་ཆགས་ཡས་གཅིག་གི་ནི་ངེད་ཀྱི་རེ་བ་བྱེད་ཀྱི་ཡོད་ལ་ནི་ཞུ་ཡས་ཡིན། ཏན་ཏན། ཨ་ནི། ད་ད་འདྲ་རྣམ་རྒན་ནང་མི་འདྲ་བོ་ཡིན་ན་ཁོ་རང་ཚོ་ལ་གདེང་འཇགས་ཅི་ཡོད་རེད་སྤྱི་ཚོགས་དྲ་ལམ་ནང་ལ་འདི་དགའ་ལ་དོན་ནི་ཁོ་རང་མ་ཤེས་ཐུག་རེད། ད་དེ་འདྲའི་ཤེས་མ་ཐུག་ནས་ད་ད་ད་རུང་མནར་དང་མནར་བཞིན་པ་ག་ཚོད་ཡོད་རེད་ད། ནང་པ་ཚོ་སི་ད། ཡུལ་གྲུབ་མ་སོན་ངས་ཨ་སྙིང་རྗེ་དེ་འདྲའི་དཀའ་ངལ་བ་ལ་མྱངས་ནས་ཨ་ཕ་ག་ལ་ཡ་ད་ད་དངོས་གནས་མགོ་ལ་བདེ་ངའི་ཚོགས་ཀྱིས་མ་མནར་གཅོད་བྱས་ནས་འབུ་ལི་བྱི་ད་བྱི་བཞིན་པ་ད་ད་ག་ཚོད་ཡོད་འགྲོ། ང་རང་ཚོ་ད་ལྟ་དེ་ངོ་ཤེས་པ་དེ་འདྲའི་ཁ་ཤས་ཡོད་སྙམ་ཨང་དངོས་གནས་དེ་འདྲའི་བྱུང་སོ་ད་ང་ཚོའི་ལ་ཡི་དེ་འདྲའི་ཏེས་ཏེས་བྱུང་སོ་ད་ཨེ་འདྲ་ལ་ངན་མང་པོ་འདུག་ད་ཁོང་ཚོ་ལ་གདེང་ཆ་ཡོང་མ་ར་སྤྱི་ཚོགས་དྲ་ལམ་ན་ལ་མ་ཤེས་ད་སོང་ཙང་ཨ་ནི་མཐའ་དོན་ང་ར་ག་རེ་ཞུ་ཨེ་ལ་བ་ཡིན་ན་ད་ལན་ཨ་ནི་གནམ་རྒན་ནང་མི་ལ་དངོས་གནས་ང་རང་དངོས་གནས། ད་ང་རང་འདྲ་བོ་བརྙན་ཐུང་བཟོས་ངེས་ད་ད་ལྟ་ཞི་བོ་འདི་ཆེན་པོ་གས་མ་རེད་ཡིན་ན་ང་རང་དངོས་ནས་ཁྱེད་རང་ལ་ཡ། དངོས་གནས་ཁྱེད་རང་གི་སྐད་ཆ་དེ་ལ་དྲང་བདེན་འདུག་ཁྱེད་རང་ལ་ཡ་སེམས་གཏིང་ནས། རྗེས་སུ་ཡི་རང་དང་རྒྱབ་སྐྱོར་ཡོད་ལ་ནས་ཞུ་ཡས་ཡིན། ཨ་ནི། མ་འོངས་པ་ཁྱེད་རང་ལ་ཡ་ཅིག། ད་ད་ལྟ་ཡིན་ན་ཁྱེད་རང་དངོས་གནས་བརྙན་མ་རྩིས་བཏང་ན་ཁྱེད་རང་ཡག་ཐ་ཆད་འདུག་ཡིན་ན་ད་ལྟ་ཡིན་ན་ཁྱོད་རང་ནི་ཅིག་གི་སོ་སོ། དངོས་གནས། ཁྱེད་རང་གི་ཨ་མ་ད་ལྟ་ཡིན་ན་ཕ་གས་ཕྱག་ལས་གནང་འདི་དགོས་རེད་ཅིག་མ་འོངས་པ། ཁྱེད་རང་ཨ་མ་ལ་ཡ་གཅིག་དངོས་གནས་དཀའ་ངལ་མེད་མ་ཡོང་བས་ད་ནི་ལྷག་པར་དུ་ཁྱེད་རང་ལ་ཡ་འདི་འདྲའི་གདུག་རྩུབ་བྱེད་ངེས་ད་ཁྱེད་རང་ལ་ཡ་འདིའི་སྐབས་ལ་ཡ་དངོས་གནས་གསུམ་དཀའ་ངལ་སྤྲད་ངེས་གང་ཟག་འདི་ག་འདི་ད་ལྟ་བཞུགས་ཡོད་པ་ཡིན་ན་ཏན་ཏན་འདིའི་ཐོག་ལ་ཡ་ནི་གཅིག་ང་རང་ཚོ་གི་གཞུང་ངོས་ནས་ངེས་པར་དུ་འདི་ཐོག་ལ་གཅིག step གཅིག་གླེང་དགོས་འདུག་ལ་ནི་ངས་ཞུ་ཡས་ཡིན། རྣམ་པ་ཚོ། དེ་འདྲའི་མ་བྱས་བ་ཡིན་ན་ནི་དེ་འདྲའི་མང་རུ་མང་རུ་མང་རུ་འགྲོ་བ་ཡིན་ན་ནི་ང་རང་ཚོ་སྤྱི་ཚོགས་དེ་དངོས་གནས་ཡག་པོ་ཅིག་མེད་བ་དང་སྤྱི་ཚོགས་དེ་དངོས་གནས་གསུམ་ནི་ཅིག་བཙན་བྱོལ་སྤྱི་ཚོགས་དང་དེ་ལ་ཡིད་ཆེས་མེད་བ་དང་མི་སྐྱོ་བོ་གི་ཡིད་ཆེས་མེད་བ་དང་ཡིད་ཆེས་བརླག་འགྲོ་ཡས་དང་དེ་འདྲས་ཀྱི་གནས་སྟངས་མ་སྲིད་བ་མ་རེད་ལ་ནི་ཞུ་ཡས་ཡིན། ནི་ངེས་པར་དུ་ག་རེ་ཞུ་ཡས་ལ་བ་ཡིན་ན་ད་མ་འོངས་པ་དགེ་རྒན་ཚོ་ལ་ཡ་ཅིག་མ་འོངས་པ་སྤུ་གུ་ལ་ལམ་སྟོན་བྱེད་ངེས་ད་དགེ་རྒན་ཚོ་ཡིན་ན་འདི་ཚོ་ལ་ཡ་གཅིག་དངོས་གནས་སྦྱོང་བརྡར་ཡག་པོ་སྤྲད་བྱས་ནས་ཨ་ལེ། སློབ་སྦྱོང། མ་སྤྲད་སྔས་ལ་ཡ་ཨ་ལེ་དང་པོ་ནང་ཆོས་ཀྱི་གོ་བ་གཅིག་དགུག་གོར་བ། གཞན་ཕན་གྱི་བསམ་པ། ཀུན་སློང་བཟང་པོ་དེ་ཚོ་ཁྱི་ཡའི་དེ་ཚོ་གལ་ཆེན་པོར་བ། ཨ་ལེ་ད་ལྟའི་གསེར་རྩ་ཡོང་སྲིད་ཀྱི་རེད་སྤུ་གུ་ནང་ཁུལ་བ་ར་ང་ཚོ་ཡིན་ན་གོ་མྱོང་ཡོད་ལས་བྱེད་ཀྱི་སྤུ་གུ་ར་ཟེར་དུས་ཙམ་པོ་ཟློས་གར་འཁྲབ་ཐུག་བདུན་དེ་བ་ཞྭའི་སྒྲ་འུར་ད། ཨ་ནི་གཅིག། ཡང། སྐུ་མགྲོན་དང་དེ་འདྲའི་བླ་སྤྲུལ་དེ་འདྲའི་ཕེབས་དུས་བརྩམས་པ་ལས་རྗེས་སྤུག་བུར་ཟེར་ནས་ཡང་བདུན་ལ་ཕ་མེས་ཀྱི་གཅིག། བདུན་ལ་གཅིག། ལྟ་ངན་ད། ད་དེ་ཚོ། དེ་ཚོ Excuse ཡོད་རེད་ད་དེ་ཚོ་གནས་ཚུལ་ཆུན་ཆུན་རུ་བ། དེ་ཚོ Excuse སྤྲད་ཤེས་ན་གད་སྐད་ཡོད་མ་རེད་ཁོ་གོ་གནས་ཀྱི་ཆ་ནས་ད་ཁོ་རང་ཚོ་ལ་གཅིག། གོ་སྐབས་འདྲ་བོ་ཞིག་སྤྲད་ཤེས་ན་འགྲིག་གོ་རེད། ཡིན་ན་ད་ལྟ་བྱེད་སྟངས་འདི་ལྟར་དཔེར། གནམ་རྒན་ད་ལྟ་གནམ་རྒན་ནང་མི་གིས་ཁོ་རང་ཚོ་གི་སྦྲུམ་བཤད་སྟངས་གཞི་བཟུང་གིས་ད་ལྟ་ཁོ་རང་ཚོ་ལ་ཡ། ལས་བྱེད་ཀྱི་གདུག་རྩུབ་བྱེད་སྟངས། བྱེད་སྟངས་དང་ནི་དབྱེ་བ་བྱེད་སྟངས་དང་ནི་བཅས་ཀྱི། དཔེར་ཁོ་ར་མཐོང་ཆུང་བཏང་སྟངས་དེ་ཚོ་ལྟ་བ་ཡིན་ན་དེ་ཚོ་ཚད་ལས་བརྒལ་བ་རེད་བྱ། ད་དེ་ཚོ་ཚད་ལས་བརྒལ་བ་རེད་བྱ་ས་མུ་མཐུད་ང་རང་གིས། ད་སོང་ཙང་ད་ལས་ད་ད་ལས། དམིགས་བསལ། ཞུ་བའི་དེ་ལ་ད་ག་རང་ཡིན་ཨ་ནི་ང་རང་ངོས་ནས། སྙིང་ཁུང་རིལ་བོའི་སྟེང་ནས་ཨ་ནི། རྣམ་རྒྱལ་ནང་མི་ལ་ཡ་ཨ་ནི། དྲང་བདེན་འདུག་ཨ་འདས་ལ་ཡ། རྒྱབ་སྐྱོར་སེམས་གཏིང་ནས་ཡོད་ལ་ནི་ཞུ་ཨེ་ཡིན། ཨ་ནི་སོང་ཙང་རྣམ་པ་ཚོ་གི་ད། ང་རང་ཚོ་ངོས་ནས་ད་བྱེའི་དམིགས་བསལ་གལ་ཡོད་མ་རེད། གཙོ་བོ་གར་བྱེད་ཡོད་རེད་ང་རང་ཚོ། ང་རང་ཚོ། སྤྱི་ཚོགས་དྲ་རྒྱ་ནང་ལ་གདེང་འཇགས་ཅི་ཡོད་རེད། གདེང་འཇགས་དེའི་བརྒྱུད་ནས་ད་ད་ལའི་གནས་ཚུལ་འདི་ཚོ། གང་མང་མང་སྤེལ་ཐུབ་པ་ཡིན་ན། ཨ་ནི་ཅིག་ཕ་ཆུང་ངུ། དེ་འདྲས་ཀྱི་བྱ་བ་བྱེད་ངེས་དེ་ཚོ་དངོས་གནས། སྤམ་ཤོར་དགོས་ཨེ་ད། མ་གཞོམ་དགོས་ཨེ་ད། ཨ་ནི་ཅིག་ངོ་ཚ་དགོས་ཨེ་ད། སྤྱི་ཚོགས་ནང་ལ་གདོང་པ་སྟོན་མ་ཐུབ་ཨེ་ད། དེ་འདྲས་ཀྱི་གནས་སྟངས་ཅིག་ཏན་ཏན་ཆགས་སྲིད་ཀྱི་རེད་བསམ་གྱི་འདུག་སོང་ཙང། ད། ད་ལན་མང་པོ་བཞུགས་མོ་ཀོ་ཅེས་ད་རིང་གི་བརྙན་ཐུང་དེ་ང་ད་ག་རང་མཚམས་བཞག་ཡ་ཡིན་ཨ་ནི། མཐའ་དོན་རྒྱལ་བ་དོན་གྱི་བདག་པོ་ཐམས་ཅད་མཁྱེན་པ་སེ་ཀོ་ཆེན་པོ་མཆོག་སྐུ་ཚེ་ཡུན་རིང་གནས་པ་དང་བོད་དོན་བདེན་དང་མྱུར་དུ་ཐོབ་སྨོན་འདུན་དང་བཅས་ད་རིང་གི་བརྙན་ཐུང་དེ་ང་ད་ག་རང་མཚམས་བཞག་ཡ་ཡིན་ཨ་བརྙན་ཐུང་རྗེས་མ་ལ་མཇལ་ཡོང་དུ་ཆེ་ན།